ལགས་སོ་ནས་ལྷན་ཅིག་འཚམས་ལོང་ཁམས་སང། ད་དེ་རིང་དུ་ཟེར་ནས་ཡང་བརྙན་ཐུང་ཐུང་ཞིག་གླེང་གི་ཡོད། ད་དེ་དེ་རིང་བརྙན་ཐུང་ཐུང་ཐུང་དེ་བཟོ་དགོས་པའི་དགོས་པ་རྒྱུ་མཚན་གཙོ་བོ་ག་རེ་ཡིན་ལབ་པ་ཡིན་ན། ཁ་སང་ཡ་བྱང་ཨ་རིའི་སྤྱི་འཐུས་ཐ་མདའ། ཚེ་བརྟན་ཕུན་ཚོགས་ལགས་ཁོང་གིས་ཡ། འདུག་ཟེར་ནས་ཡ་གཏམ་བཤད་ཅིག་གནང་ཤག་ཨ་ནས་གཏམ་བཤད་དེ་ཉན་ནས་ཡ། ཨ་ནས་ང་རང་གི་སེམས་ལ་ཡ་དྲི་བ་ཡང་ཚད་ཡང་ཚད་མང་པོ་ཅིག་འཁོར་བསྡད་སོང། འོ་དེ་འདྲས་བྱེད་འདོད་བསམ་པ་ལ་ཡ། ད་དེ། དྲི་བ་ག་གྱི་ནི་འཁོར་ཡིན་ཡིན་མིན་དེ་ཨེ་ནི་ངེད་ཀྱི་དམ་དག། མ་ཉིན་ཐུང་ནང་ལ་ངས་གསེར་འོད་སེར་ལྗང་གི་ནི་མ་གཏོགས་སུ་ཞུ་ཡ་ཡིན་ཡིན་པ་ཡིན་ན་དེ་མ་ཞུ་གོང་ལ་ཡ་ངེད་ཀྱི་ཡ་ཉིན་ཐུང་དེ་ཅིག་འགྲིག་ནོར་ལས་དེ་ཨ། མི་མང་ཚོ་གི་ཐག་བཅད་གནང་རོགས་བྱས་ཡིན་ནི་ང་རང་གི་སེམས་ལ་འཚོ་བ་ག་རེ་ལབ་བ་དེ་ངེད་དུག་སུ་མ་ཅིག་ཤེས་འོ་བསམ་སོ་ར། འོ་དེ་འདྲས་ཡིན་ནི་ངེད་ཀྱི་ཡ་དམིགས་ཡུལ་ལ་ཡ་ཅིག་ཅུ་ཚོ་དཀྲུག་ཡ་དང་དེ་འདྲས་ཀྱི་བསམ་བློ་གས་ཁུག་ཅིག་མེད་རེད་པ་ཡིན་པ་ཡིན་ན་ཁོང་གི་དམ་དག། བཀའ་ལབ་གནང་བའི་དུམ་བུ་གཅིག་གནང་རོགས་ལ་ཡ། ཨཱ་ནི་གསུངས་ཤེས་རེད་ཅིག། ང་རང་སྒེར་འགྲོ་ཆ་ཤ་ན་ཨཱ་ནི་དེའི་ཕྱིར་བློ་ལ་བབས་པོ་ཞིག་རག་བྱུང་མ་སོང་སྙམ་དོ་ལ་ཡ། ཨཱ་ནི་དེ་ཡི་སྤྱི་སྟངས་ཀྱི། རྒྱུ་མཚན་དང་ལྡན་པ་ཞིག་རག་ཁུངས་མ་སོང་ར། དེ་འདྲའི་ཡིན་དུས་བསམ་པ་ལ་ཨཱ་ནི་དེ་ངས་ག་རེ་ཡིན་པ་དེ་མ་ཤོད་ཤ་བ་ཡིན་ན། རེད། ད། ཉེ་ཆར། དཔའ་བོ་རང་བཙན་བློ་དགའ་ལགས་ཀྱིས་ཐུགས་སུ་བཅད་ནས་ཡ། ཨཱ་ནི། ད་ལྟ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་ལ་ཡ་ཐུགས་སུ་བཅད་ནས་ཡ། སྐུ་ལུས། མཆོད་མེ་ཐུགས་སུ་ཕུལ་གནང་ཡོད་རེད། དེའི་སྐབས་སུ་ཡང་ནི་བོད་མི་མང་པོ་ཞུས་ཅིག་གི་ཡང་རེ་བ། དང་ཐང་ན་ཤེས་དྲ་ལམ་མང་པོ་ཞུས་ཅིག་ནི་ཡང་ནི་སྲིད་འབྱོར་སྤེན་པ་ཚེ་རིང་ཐུགས་སུ་ཕར་གྱི་ཕེབས་ཐུབ་ན་ལན་འདུག་ཟེར་རེ་བ་བཏོན་ཡོད་རེད། རེ་བ་འོང་དེ་བཏོན་ཡོད་རེད་དེ་དང་འདྲ་བའི་འབྲེལ་བའི་གིས་ནི་ཁོ་རང་གི་བཀའ་སླབ་ཅིག་ལ་ན་རེ་གཏམ་འཆལ་ཞིག་གནང་བཞག་གི་སྲིད་ད་ད་ལྟ་མི་མང་ཚོགས་ཀྱི་ལས་ཀྱི་ཡོད་རེད། རེ་བ་སོ་སོ་ནི་སེམས་ཀྱི་འཚོར་བ་དང་སེམས་ཤུགས་དང་དེ་འདྲས་ཀྱི་ཡང་སྲིད་སྐྱོང་མཆོག་མ་ཐང་ལ་ཕེབས་ནི་ཡང་ཡུང་དེ་འདྲས་གནང་དགོས་ཀྱི་ཡོད་རེད་ལ་བ་ཡིན་ན་དེ་མི་མང་ཚོགས་ཀྱི་བསམ་ཚུལ་རེད་ཟེར་བ། མི་མང་ཚོ་གི་སེམས་ཤུགས་རེད་ང་ཚོ་གིས་དེ་ལ་ཁོ་བསམ་ཤེས་བྱེད་ཐུབ་ཀྱི་འདུག་ཡིན་པ་ན་སྲིད་སྐྱོང་མཆོག་དེ་འདྲའི་ཞིག་ནས་མ་ཕེབས་བ་ཡིན་ན་ཨ་ནི་མ་འོངས་པ་ལ་ཡང་རྒྱ་ནག་གིས་ལག་ཆ་ཆགས་ཉེན་ཁ་ཡོད་རེད་དེ་འདྲའི་སྐད་ཆ་བཤད་ཤེས་རོགས་ཨ་ད་དེ་རྒྱ་ནག་ལག་ཆ་ཆགས་དེ་འདྲའི་ཆགས་ཀྱི་རེད་ལ་ནི་སྐད་ཆ་བཤད་དགོས་པའི་རྒྱུ་མཚན་ག་ལ་ལས་དུ་ལས་བ་ཡིན་ན། ད་ལྟ་ང་ཚོ་ད་ད་བོད་ནང་ལོགས་ནི་བོད་ཕྱི་ནང་གཉིས་ནི་ཡར་བསྡོམས་པའི་ད་ད་དཔའ་བོ་དཔའ་མོ་བརྒྱ་དང་བདུན་ཅུ་དོན་གཅིག་ལྷག་བཟོ་ཐུབ་ཆེད་ནས་ཡང་ཀུན་གླེང་ཆོ་མེད་ཕུལ་ཡོད་རེད་བོད་མི་རིགས་དང་བོད་རྒྱལ་ཁབ་བོད་རང་དབང་རང་བཙན་སླར་གསོ་གི་ཆེད་དུ་ཡ། དེ་འདྲ་ཕུལ་ཡོད་རེད་དེ་འདྲས་ཕུལ་ཡོད་དུས་བསམ་པ་ལ་ཡ། གལ་སྲིད་སྲིད་གཞུང་དེ་འདྲས་ཀྱིས་གླེ་བ་ཡིན་ན་དུས་ཚོད་དེར་གླེ་བ་ཡིན་ན། ཨ་ནི་རྒྱ་ནག་གཞུང་གི་ཡ་ལག་ཆ་ཆགས་ཀྱི་རེད། རྒྱ་ནག་གཞུང་གི་ཡ་སྔ་མ་ནི་ཡ་ཨ་ནི་ཐུགས་རྗེ་ནི་ཡ་ང་ཚོ་ལ་ཡ་མ་ཉེས་ཁ་ཡོད་ར། མ་ཉེས་ཁ་ཡོད་དང་ཨ་ནི་ང་ཚོ་ལ་ཡ། གྱི་གོང་ས་མཆོག་དང་ཨ་ནི་བཙན་བྱོལ་གཞུང་འདི་ཡ་རང་ལུས་མེ་སྲེག་བཏང་རྒྱུ་དེ་འདྲས་དང་ལ་འབྲས་ཡོད་རེད། ཨ་ནི་དེ་འདྲས་ལ་བལྟ་ནས་ཡ་ཁོང་ཚོ་དེ་འདྲས་ཀྱི་ལྟ་གཏམ་བཞིན་དག་རང་རེད་ཤག། དེ་འདྲས་ལུས་དུས་བསམ་པ་ལ་ཡ། ངས་ཁ་བསླུས་གི་ལ་ན། རྒྱ་ནག་གཞུང་གིས་ང་ཚོ་ལ། མང་ཉེས་ཁ་ཡོད་ཙམ་མ་རེད་ང་ཚོ་རྒྱལ་ཁབ་ནི་རྒྱལ་ཁབ་འཕྲོག་ནི་བར་ལོ་བདུན་ཅུ་ལྷག་བསམ་འགྲོ་འགྲོ་བྱེད་ཀྱི་ཡོད་རེད་བོད་མི་ས་ཡ་གཅིག་དང་ཕྱེད་ཀ་ལ་ས་ཡ་གཅིག་དང་ཕྱེད་ཀ་ས་ཡ་གཉིས་མ་ཟིན་གྱི་ཟས་ཟ་རེད་རྒྱ་ནག་གཞུང་གིས་ད་ལྟ་ཡིན་པ་ཡིན་ན་ཡང་ང་ཚོ་ཡ་བོད་མི་རིགས་ཀྱི་ཡ་སྐད་དང་ཡི་གེ་བོད་མི་རིགས་ཀྱི་ངོ་བོ་ཁོ་རེ་རྩ་མེད་བཏང་ཡག་ཅེས་རྒྱ་ནག་གཞུང་གིས་ལས་འགུལ་སྤེལ་བསྡད་ཀྱི་ཡོད་རེད་ད་ལྟ་ཡིན་པ་ཡིན་ན་ཡང་བོད་ནང་ལོགས་ལ་ཡ་ལྷ་ལྷ་རུང། མཁར་དག་ཚང་མ་ལ་ཡང་ད་ལྟ་ཡིན་པ་ནས་བསྒོམ་དགོངས་དེ་ག་ཚང་མ་ཡང་གཏོར་བཤིག་བཏང་དང་གཏང་བཞིན་པ་གང་རེད། ད་ནང་བཞིན་གྱི་ཡང་དང་ད་སྤྱི་འཐུས་ཁོང་ལ་ཡང་ཞེད་སྣང་གར་དུ་སླེབས་པ་ཡིན་ན་མ་འོངས་པ་ཡང་རྒྱ་ནག་གཞུང་གིས་ཡང་རང་ལུས་མེ་བསྲེགས་བཏང་ཉིད་དེ་བཙན་བྱོལ་གཞུང་ལ་ཚུར་ཡང་འཛུགས་བཙུགས་ཡོང་གིར་བསམ་ནས་ཁོང་ལ་ཞེད་སྣང་འདུག་གལ་སྲིད་སྲིད་ཇུས་སྤེན་པ་ཚེ་རིང་དང་ཁོང་རྣམ་པ་སྲིད་ཇུས་སྤེན་པ་ཚེ་རིང་དང་ད་ནང་བཞིན་བོད་གཞུང་གིས་ཀྱིས་དང་འགོ་ཁྲིད་གནང་བ་བར་དུ་ཕེལ་བ་ཡིན་ན། དང་པོ་ཞིག་ན་ང་ཏིས་ག་བྱ་བ་བཟོ་ན་ནི་ཏིས། འདི་བྱ། དཔའ་བོ་དཔའ་མོ་གིས་རང་ལུས་མེ་བསྲེགས་བཏང་ཡང་ཚང་མ་གི་ཡ་དམིགས་ཡུལ་གཅིག་རེད། དམིགས་ཡུལ་དེ་ག་རེད་ལུས་བསམ་པ་ལ་ཡ། བོད་ལ་ཡ་རང་དབང་མེད་པ་གཅིག་དང། བོད་ནང་ལོག་ལ་ཡ། ཐ་ན་སོ་སོ་གི་སྐད་དང་ཡི་གེ་སྦྱང་ཡ་མེད་པ་གཅིག་དང་མི་རིགས་གཅིག་གི་ངོ་བོ་རྩ་མེད་བཟོ་ཡ་གཅིག་དང་དེ་འདྲའི་གི་ཡ་གནོན་ཤུགས་དང་དེ་འདྲའི་གི་ཡ་གདུག་རྩུབ་གི་འོག་ལ་ཡ་མ་བཟོས་ནི་རང་ལུས་མེ་བསྲེགས་བཏང་གི་ཡོད་རེད། དེར་འབྲེལ་གྱི་རང་ལུས་མེར་བསྲེགས་བཏང་དགོས་ཡག་ག་གྱི་དེར་འབྲེལ་གྱི་ཤོག་ཆེན་དང་གནོན་ཤུགས་གཏན་འཁེལ་དེ་སུ་ལ་ན་རྒྱ་ནག་གཞུང་རེད། བོད་མི་མང་སྤྱི་འཐུས་གཅིག་གིས་ཡག་དེ་འདྲས་གཅིག་རྒྱ་ནག་གཞུང་ལ་ཕ་མདའ་ལན་གཅིག་སྤྲད་མ་ཐུབ་བ་རྒྱ་ནག་གཞུང་གིས་དང་ཐོག་ཚུར་ལི་གིར་ལ་ཞེད་སྣང་བྱེད་བདེ་བ་ཡིན་ན་དྲང་པོ་ཞིག་གནང། ངེད་ཀྱི་ངའི་སེམས་ལ་ནི་དྲང་པོ་ཞིག་གནང་དེ་གི་གཏམ་བཤད་དེ་ཡག་བ་བོ་ཞིག་ར་བྱུང་མ་སོང། ཁ་ཅིག་ལ་ང་ཚོ་གི་ཕ་རྒྱ་ནག་གཞུང་ལ་འཛུགས་བཙུགས་ཡག་དེ་ཚུར་འཛུགས་བཙུགས་གིར་བསམ་ནས་ཞེད་སྣང་བྱེད་བདེ་གི་འདུག་བ། རྒྱུ་རྐྱེན་དེ་འདྲའི་ཞིག་ལ་བརྟགས་ནས་ཡ། ནི་ད་ལྟ་སྲིད་གཞུང་དང་སྲིད་གཞུང་བར་ལ་མ་འཕོས་ཡ་ད་དེ་འདྲའི་སྐད་ཅིག་རྒྱུ་མཚན་བཤད་དེ་ཡོད་དོ། ད་དེ་ཚོ། ད་མི་མང་པོ་ཞིག་ཅི་བྱས་ན་ང་ནོར་ཡོད་རེད། ང་ནོར་ཡོད་རྒྱུ་རེད་ངའི་བསམ་བློ་དང་ད་རྒྱ་ཆུང་ཕྲ་ཡིན་རྒྱུ་རེད། རེད། ཡིན་པ་ཡིན་ན་ཡང་འཛམ་བུ་གླིང་ནང་ལོགས་ལ་ཡ། འཛམ་བུ་གླིང་དེ་འདྲའི་ཀྱི་ནང་ལོགས་ལ་རང་ལུས་མེ་སྲེག་བཏང་ཉིན་བརྒྱ་དང་བདུན་ཅུ་དོན་གཅིག་ལ་སུ་གང་ཉིད་བྱུང་ཡོད་མ་རེད། འཛམ་བུ་གླིང་ནང་ལོགས་ལ་ད་རི་ཀོར་ལ་བ་ཡིན་ན་དེ་ཆགས་བསྡད་ཀྱི་ཡོད་རེད། དེ་བས་ན་ཡང་གཞན་ལ་ཡང་འཚེ་བ་མ་བྱེད་ནས་ཡང་སོ་སོ་གི་བོད་མི་རིགས་དང་རྒྱལ་ཁབ་ཀྱི་ཆེད་དུ་ཡང་སོ་སོ་གི་ལུས་སོ་སོ་གི་བློས་བཏང་སྟེ། བོད་རྒྱལ་ཁབ་མི་རིགས་བསྟན་སྲིད་མི་རིགས་ཀྱི་ཆེད་དུ། ཁོང་རྣམ་པ་དེ་འདྲས་གནང་དགོས་པའི་དགོས་པ་རྒྱུ་མཚན་གཙོ་བོ་དེ་ཡང་སུ་རེད་སུ་ཆེད་དུ་བྱས་ལོས་བསམ་པར་བོད་མི་ས་ཡ་དྲུག་གི་མ་འོངས་ཀྱི་བདེ་སྡུག་ཆེད་དུ་གནང་ཡོད་རུང་བ། དེ་འདྲས་གནང་དགོས་པའི་ཤུགས་རྐྱེན་སྤྲད་ཉེན་དང་གནོན་ཤུགས་སྤྲད་ཉེན་དང་དེ་སུ་རེད་ལོས་རྒྱ་ནག་གཞུང་ཆགས་བསྡད་ཡོད་རུང་བ། ང་ཚོ་གི་ཕ་རྒྱ་ནག་གཞུང་རུ་འཛུགས་བཙུགས་དགོས་རུང་བ། སྤྱི་འཐུས་ཁོང་ཡང་མ་འོངས་པར་ཡང་དེ་འདྲའི་མི་ཚ་བལྟ་ཡང་དེ་རྒྱ་ནག་གཞུང་གི་ཡང་ཚུ་བཙན་བྱོལ་གཞུང་དང་གོང་ས་མཆོག་ལ་ཚུ་མཛུ་བཙུག་ཡོང་གི་རེད་བསམ་ནས་ཁོང་ཞེ་སྣང་དེ་ཞེ་སྣང་བྱས་ནས་ཡང་ནི་སྲིད་འབྱོར་སྤེན་པ་ཟེར་ནས་ཕར་ལ་ཕེབས་ཐུབ་མ་ཐུབ་ཡང་དེ་རྒྱུ་མཚན་དེ་འདྲ་བཤད་དེ་ཡོད་དོ། ད་རྒྱ་ནག་གཞུང་ང་ཚོ་བཙན་བྱོལ་གཞུང་དེ་འཐབ་བཟོ་བར་གྱི་རིགས་རྒྱ་ཁབ་ནི་འཕྲོག་ཚར་རེད། ད་ལྟ་ན་ང་ཚོ་བོད་མི་ས་ཡ་དྲུག་གི་ནང་ལོགས་ནས་ཡ། དཔའ་བོ་དེ་འདྲས་བློ་སྟོབས་ཆེན་པོ་སྙིང་སྟོབས་ཅན་གྱི་འཛམ་བུ་ལི་ས་ཁང་གང་ས་འགུལ་སྐྱོག་བཏང་ཡ་ད་བོད་པ་ཚང་མ་གཅིག་ཏུ་འདྲིས་ཡ་དུས་ཚོད་དེ་འདྲས་ཅིག་ལ་ཡ་ང་ཚོ་འགོ་ཁྲིད། བར་ལ་བཅར་ཡ་ལ་ཡ་ནས་རྒྱ་ནག་གཞུང་གི་གནོན་གནོན་ཤུགས་སྤྲད་ཐུབ་གི་ཡོད་ན། ད་ང་ཚོ་འཛམ་བུ་ལི་ནེ་པལ་དང་དེ་འདྲས་ལ་ཡ་རྒྱ་ནག་གཞུང་གི་གནོན་ཤུགས་ཡོད་ལ་ང་ཚོ་སྐད་ཆ་བཤད་དེ་བསྡད་མ་སོང། ཁོང་གིས་ད་རང་གསུང་གི་འདུག་ད་ངས་ཀྱི་ད་ལྟ་དེ་བརྙན་དེ་འོག་ལ་བཞག་འོ་ཡ། སྐད་ཆ་ད་རང་གསུང་གི་འདུག་ཁོང་གིས་ཨ། ཚིག་ཆུང་སྤེན་པ་ཚིག་ནི་ཕར་ཕེབས་མ་ཐོས་ཡ་དེ། ཨ་ནི་མ་འོངས་པ་ཡ་ཨ་ནི་རྒྱ་ནག་གི་མ་ཉེན་ཁ་ཡོད། མ་ཉེན་ཁ་ཡོད་བྱེད་ཀྱི་རེད་ཟེར་དེ་འདྲས་ཡིན་པ་སོང་ཙང་ཨ་ནི་ཕར་ལ་དེ་འདྲས་ཕེབས་བ་ཡིན་ན་ཨ་ནི་མ་འོངས་པ་ཡ་རྒྱ་ནག་གི་ལག་ཆ་བྱེད་ཀྱི་རེད་ཅེས་ར། རྒྱ་ནག་གི་ཚུར་གྱིས་ལབ་བ་ཡིན་ན་ང་ཚོ་ལ་ཁ་ཡོར་བ་ཡིན་ཁྱེད་རྣམ་པ་ཚང་མ་སྤྱི་འཐུས་རེད། བོད་མི་བོད་མི་ས་ཡ་དྲུག་གི་མགྲིན་ཚབ་ཡིན་ལེན་དུས་བསམ་པ་ལ་དེ་འདྲས་ཀྱི་ཕར་མདའ་ལན་སྤྲད་མ་ཐོས་ན་ག་ཞིག་ནས་སྤྱི་འཐུས་ནང་ལང་གི་ཡོད་རེད། ད་ང་ཚོ་གིས་ཞུས་ནེ་པལ་དང་དེ་འདྲས་ལ་ཞུས་ང་ཚོ་ལས་སླ་མི་འདུག་ང་ཚོ་གི་ཡ་བཙན་བྱོལ་གཞུང་ནང་ལོ་ཡིན་པ་ཡིན་ན་ཡང་རྒྱ་ནག་གི་གནོན་ཤུགས་འདུག་ཨ་རྒྱ་ནག་གི་མ་འོངས་པ་ག་རེ་ལ་ཡོང་དགོས་རེད་བསམ་ནས་ཡ་ནི་སྲིད་སྐྱོང་སྤེན་པ་ཚེ་ནི་ཡ་བོད་མི་ས་ཡ་དྲུག་འགོ་འཁྲིད་ཅིག་འདི་བསམ་པ་ལ་ཕ་ཕལ་བ་ལ་ཡ་ནི་ཞེ་སྣང་ཅིག་དང་ཨ་ནི་མ་འོངས་པ་ཡ་དེ་འདྲས་ཅིག་ནི་མ་ཡིན་ཁ་ཤོ་ཅིག་ནི་ཡ་ཨ་ནི་ཅིག་དེ་བྱས་ཡོང་ལག་ཆ་ཆགས་འགྲོ་གི་ལ་ཞེ་སྣང་འདུག་ཨ། དྲང་པོ་དེ་སུ་ལ་ཡོད་དྲང་བདེན་དེ་སུ་ལ་ཡོད་ང་ཚོ་ལ་དྲང་བདེན་ཡོད་རོགས། ང་ཚོ་ལ་དྲང་བདེན་ཡོད་ན་ཁྱོད་ཚོ་ག་རེ་བྱས་ཡ་འདུག། རྒྱ་ནག་གཞུང་ཚུར་འཛུགས་བཟོ་ནང་ལ་ཕར་འཛུགས་བཙུགས་ཡ་ཡོད་ར་བ་མེད། རང་ལུས་མེ་སྲེག་བཏང་ཡ་དེ་དེ་འདྲའི་བཏང་དགོས་པ་བཏང་དགོས་པའི་གི་ཡ་གནོན་ཤུགས་སྤྲད་མཁན་དང་གདུག་རྩུབ་བྱེད་མཁན་དང་བཏང་དགོས་པའི་རྒྱུ་མཚན་དང་དེ་ཚང་མ་སུས་བཟོས་རྒྱུ་ལེ་ཚང་མ་རྒྱ་ནག་གཞུང་གིས་བཟོས་རྒྱུ་ར་བ། དེ་དང་བཙན་བྱོལ་གཞུང་དང་གོང་ས་གཞུང་ག་རེ་འབྲེལ་བ་འདུག། ག་རེ་འབྲེལ་བ་འདུག་དེ་ལ། དྲང་པོ་ཞིག་ན་ང་ནི་དེ་གཏམ་བཤད་འདི་ལ་དགའ་མ་སོང་དེ་འདྲ་ཞིག་ཡིན་པ་སོང་ཙང་ངས་བརྙན་དེ་བཟོ་གི་ཡོད་ཡིན་ནས་དེ་ངས་སྤྱོད་ཟོར་དཀྲུག་ཡག་དེ་འདྲ་སྤྱོད་ཟོར་འཁྲུག་དེ་ཡག་ཁེ་ཁུ་ཞིག་མེད་ངས་ཐ་ན་སྐད་ཆ་བཤད་ཡག་དེ་དཔེར་ན་ཡང་བོད་མི་ས་ཡ་དྲུག་དང་དག་ན་ཞིག་ང་བོད་པ་ཅིག་ཡིན་པ་སོང་ཙང་གཏམ་བཤད་དེ་ལ་དགའ་མ་སོང་ན་ངས་སྐད་ཆ་བཤད་ཀྱི་ཡོད་དེ་ངས་ཀྱི་ཡག་ཅིག་ལུང་ཚན་དང་དེ་འདྲ་སྐད་ཆ་ཁེ་ཁུ་ཞིག་མེད་ཅིག་དུས་ཁོ་རང་ཁོང་ཡང་སུ་ཡིན་པ་ཡང་ངས་ཁེ་ཧ་གོ་མེད་ཁོང་གི་མཚན་དེ་ཁ་ཚ་གཏམ་བཤད་ཞིག་ཏུ་བཟང་བར་འོག་གི་མཚན་ལ་ཡང་ནི་ཅིག་དུས། བོད་མ་གི་ཨ་རིག་གནས་གི་ཨ་རིག་ཨ་རིག་གི་གནས་ཅི་བཅུ་བདུན་ཐམ་པ་ཚེ་བརྟན་ཕུན་ཚོགས་ལ་ཐུགས་བྲིས་ཤག་དེ་གཏམ་བཤད་དེ་ལ་དགའ་མ་སོ་བྱས་ཙང་ངེད་ཀྱི་དེ་ལ་ཡང་ལན་བཀྲིས་ཀྱི་ཡོད། ལན་ག་རེ་བཀྲིས་ཀྱི་ལུས་བསམ་པ་ལ་ཡག་གལ་སྲིད་ཁོང་གི་དེ་གསན་པ་ཡིན་ན། ང་ཚོ་དང་ད་བར་དུ་ཡང་རང་ལུས་མེ་བསྲེགས་བཏང་ཉིན་བརྒྱ་བརྒྱ་དང་བདུན་བརྒྱ་དོན་གཅིག་ལྷག་བྱུང་ཡོད་རེད་དེ་དེ་འདྲའི་བཏང་དགོས་དགོས་པ་རྒྱུ་མཚན་དང་དེ་ཚང་མ་གནོན་ཤུགས་དང་དེ་འདྲའི་སྤྲད་དགོས་ཡག་བཏང་དགོས་ཡག་གི་དེ་འདྲའི་ཤུགས་རྐྱེན་སྤྲད་མཁན་དང་གནོན་ཤུགས་སྤྲད་མཁན་ཚང་མ་སུ་རེད་བསམ་པ་རྒྱ་ནག་གཞུང་རེད། རྒྱ་ནག་གཞུང་གིས་ཡང་དྲག་རྩུབ་དང་གདུག་རྩུབ་དང་ང་ཚོ་མི་གཅིག་མི་རིགས་གཅིག་ཡང་གནས་དང་མ་གནས། མི་རིགས་གཅིག་གི་ཡང་རང་དབང་རང་བཙན་ཚང་མ་ཡང་འཕྲོག་འགྲོ་གི་བསམ་པ་ལ་ཡང། བོད་མི་ཚོ་ཡང་དེ་གི་གདུག་རྩུབ་དང་དེ་གི་ཡང་ནང་ལོག་ལ་ཡང་བསྡད་མ་ཐུབ་ནས་ཡང་དོགས་ཟིན་ནས་ཡང་རང་ལུས་མཆོད་པ་ཕུལ་རྒྱུ་རེད་མ་གཏོགས། དེ་དང་ཡང་བཙན་བྱོལ་གཞུང་དང་ཡང་གཅིག་མ་འོངས་པ་ཡང་རྒྱ་ནག་གཞུང་གིས་ཡང་དེ་འདྲའི་ཚུལ་འཛུགས་རྩུབ་རྒོལ་བསམ་ནས་ཞེ་སྣང་བྱས་དེ་བ་ཡིན་ན་ནི་ང་ཚོ་འཐབ་རྩོད་ག་འདྲས་བྱས་ཡིན་རྒྱ་ནག་མཉམ་དུ་འཐབ་རྩོད་ག་འདྲས་བྱས་ཡིན། ང་ཚོ་རང་དབང་ཤོར་ཤོར་བྱས་ང་ཚོ་རྒྱལ་ཁབ་མེད་ཤོར་བྱས་ང་ཚོ་འཐབ་རྩོད་པ་གཅིག་རུ་བ། མ་འོངས་པར་རྒྱ་ནག་གིས་དེ་འདྲའི་ལས་འགུལ་ཟམ་ཞེ་སྣང་བྱས་བསྡད་པ་ཡིན་ན། ད་ང་ཚོ་ཁ་ཚང་དངོས་གནས་བྱས་བ་ཡིན་ན། ཁ་ཚང་བལ་དུ་སྐོར་གཞོན་ནུ་དང་དེ་འདྲའི་གི་ལས་འགུལ་དེ་འདྲའི་སྤེལ་ནས་ཡང་དེ་འདྲའི་མི་ཚང་མ་ཡང་སྙིང་སྟོབས་ཆེན་པོ་ཆགས་དེ་འདྲའི་ཆགས་འདུག་གི་དུས་ཚོད་དེ་ལ་ཡང་སྐད་ཆ་དེ་འདྲ་ཅིག་བཤད་བ་ཡིན་ན་ཡང་དང་པོ་བཤད་ན་ཡང་མི་ཚོས་ནུས་པ་ཡག་འཕེན་ཡག་ལ། མི་ཚོས་གི་སེམས་ཤུགས་དེ་ཡང་ཡག་འཕར་ཡག་ལ་འཕེན་ས་རེད་སོ་གར་བྱས་རེད་བྱ། དེ་འདྲའི་བྱེད་འདུག་བསམ་པ་ལ། དེ་འདྲས་ཡིན་པ་སོང་ཙང་ཡང་ངེད་ཀྱིས་སྤྱི་འཐུས་ཁོང་ལ་ཡང་གུས་ཞབས་མེད་པ་དང་དེ་འདྲས་བྱེད་མི་རབས་ཀྱི་མི་མ་སྤྱི་འཐུས་རེད་ཡིན་པ་ཡིན་ན་ཡང་ཁོང་གིས་གཏམ་བཤད་ག་རེ་གནང་བྱ་རྒྱུ་དེ་ལ་ཡང་ང་བློ་ལ་བབ་པོ་བྱུང་མ་སོང་དེ་འདྲས་ཡིན་དུས་བསམ་པ་ལ་ཡང་བརྡ་ལན་ག་བྲིས་རྒྱུ་ལུས་བསམ་པ་ལ་ཡང་ང་ཚོ་བོད་མི་ས་ཡ་དྲུག་ནང་ལོ་ནས་ད་ལྟ་བར་དུ་ཡང་བོད་བསྟན་སྲིད་མི་རིགས་ཆེད་དུ་ཡང་ཅིག་སྐུ་ལུས་མཆོད་པ་ཕུལ་དགོས་ཡ་དང་རང་ལུས་རང་སྲོག་བློས་གཏོང་བྱེད་དགོས་ཡ་དང་དེ་འདྲས་ཚང་མ་རྒྱུ་ཅན་ག་བ་ལ་ཐུག་འདུག་ལུས་བསམ་པ་ལ་ཡང་རྒྱ་ནག་གཞུང་གི་ཡང་གནོན་ཤུགས་དང་རྒྱ་ནག་གཞུང་གི་ཡང་ང་ཚོ་མི་རིགས་ཀྱི་ངོ་བོ་མེད་བ་སོགས་དེ་འདྲས་ལྟ་ནས་ཡང་རྒྱུ་མཚན་དེ་འདྲའི་ལྟ་ནས་ཡང་ང་ཚོ་གི་ཡང་ད་ལྟ་བར་དུ་ཡང་དཔའ་བོ་དཔའ་མོ་ཚོ་གི་ཡང་རང་སྲོག་བློས་བཏང་བྱས་ཡོད་རེད་མ་གཏོགས་ཡང་དེ་ལ་ཡང་རང་སྲོག་བློས་བཏང་བྱེད་དགོས་རེད་བྱེད་དགོས་མ་རེད་དེ་བཙན་བྱོལ་གཞུང་དང་གོང་ས་མཆོག་འབྲེལ་བ་སྐོར་ཡོད་མ་རེད་དེ་ཡིན་དུས་སམ་པ་ལ་བདེན་པ་དེ་ང་ཚོ་ལ་ཡོད་བ་སོང་ཙང་ང་ཚོ་ཞེ་སྣང་བྱེད་དགོས་མ་རེད་རོ། དེ་འདྲས་ཅིག་ངས་ལས་ཀྱི་ཡོད་ནི་ལགས་སོ་ནས་ཐུགས་རྗེ་ཆེ་གལ་སྲིད་ཡང་ནོར་བ་འགྲོ་བ་བྱུང་བ་ཡིན་ན་ནི་དགོངས་སེལ་རང་ཞུ་ཡ་ཡིན་ཞུ་ཡ་ཡིན་ལགས་སོ།